ཐོག་མ་དེ་ལ་ཡ། ད་ད་རིང་འདི་ག། ང་བརྗོད་པ་བཀྲ་ཤིས་དང་དེ་ག་ནང་བཞིན་གྱི་རླངས་ཁམས་མཆོན་པས་ང་ཚོ་གཉིས་ངོས་ནས་ཡ། དེ་ནི་ང་རང་ཚོ་བོད་རིགས་སྤུན་ཟླ་ཡོངས་ལ་ཡ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་ད་རིང་འདི་ག། རྣམ་པ་ཚོ་གི་ད་མཁྱེན་མཁྱེན་རེད། རླངས་ཁམས་མཆོན་པས་ཁོ་རང་ཚོ་བཞག་པ་ན་ད་ནི་ད་ཡོངས་གྲགས། ཁོ་རང་དུ་བྱས་ནས་གཅིག་སྟོང་དགུ་བརྒྱ་བརྒྱ་བརྒྱ་དགུ་ལོ་ལ་ཡ། ཨ་ནི་ང་རང་ཚོ་བཙན་བྱོལ་ལ་ཡི་ཕེབས་བྱས་པ་ཇི་ལྟ། ཨ་ནི་དེ་གའི་ཞེས་སོང་གིས་དེ་ནི་ཁོ་རང་བཙན་བྱོལ་ནང་ལ་བཞུགས་པའི་སྐབས་ལ་ཡ། ད་སྤྱི་ཚོགས་ཀྱི་ཞབས་ཕྱི་ཟིན་འདྲ་འདུག་ཨ་ནི་དུ་ཞིག་དབུས་རྡོ་ཁམས་ཆུ་བཞི་གངས་དྲུག་གི་རྒྱུ་ལས་རབ་དང་རིམ་པ་ཚོགས་གཞོན་དུ་གཙོས་པའི་ཚོགས་གཙོ་དུ་གནང་བཞག་ད་དེ་རིང་དེ་ག་ཁོ་རང་ཡ། དུ་ཞིག་རྣམ་པ་ཚོ་སྐུ་མདུན་ལ་ཡ། སོ་སོའི་ངོས་ནས་ཡ་རེ་འདོན་ཞུས་པ་ཞེས་སོང་གིས་ད་ད་ལོག་གི་ང་རང་ཚོ་གི་ཨ་ནི། ཉིས་སྟོང་ཉིས་རྩ་དྲུག་གི། སྲིད་སྤྱི་གཉིས་ཀྱི་འོས་བསྡུའི་ཐོག་ལ་ཡར་འགྱུར་ཅིག་ག་ནི། ཁོ་རང་གི། དགོངས་ཚུལ་དང་མ་གསུངས་ན་ཅིག་ཡོད་རེད་བ་ད་ཅི་སྟངས་ཀྱི། ང་རང་ཚོ་ཁ་ཚང། སྔོན་མ་ནས་ངས་ཞུས་བ་ཞིག་སོང་རེད་ང་རང་ཚོ་བོད་མི་ཡོད་དོ་ཅོག་ལ་ཡ། རྒན་བྱེད་པའི་ཆེད་དུ་ཆབ་སྲིད་ཀྱི་དགོས་དབང་རེད་དོན་ནང་བཞིན་གྱི་སྤྱི་ཚོགས་ནང་དང་ད། ཕྱག་ལས་གནང་པའི་སྐབས་ད་གང་ལྟར། གཞོན་སྐྱེས་ནས་གཙོས་པའི་ད་ཚང་མ་ལོར་རྒྱའི་བརྗོད་བསྡུ་གང་ལ་ཡ། ཨན་ཁོ་རང་འགྲོ་ཅིག་ད་ང་ཚོ་མི་རབས། བོ་རྒན་པ་ཞིག་སོང་དེ་ག་ནང་བཞིན་གྱི་ཨ་ནི་སྤྱི་ཚོགས་ནང་རབ་དང་རིམ་པ་ཅིག་ཕྱག་ལས་གནང་ཡིན་འདུག་གང་ལ་ཡ་དམིགས་བསལ་གྱི་བོད་ནང་ནས་དུར་ཞིག་ཕེ་ཞག་པ་ཡིན་འདུག་གང་ལ་ཡ། ཨན་དུར་ཞིག་ད་རིང། ཨ། མ་མཁའ་ཆོས་འཕེལ་ལ་ལ་ཡ་དུར་ཞིག་ཨ་ནི་རྣམ་པ་ཚོ་ལ་ཡ། ཨ་ནི་དུར་ཞིག་ཨ།

བོད་མི་རིགས་འདེགས་ཀྱི་འཐབ་རྩོད་དེ་ག་ན་ར་ཞིག་བྱས་བྱེད་རྩིས་ཡོད་ན་སང་སང་ར་བ་ཅིག་དྲན་སོར་བ། ཨ་སོ་སོ་ར་བ་ཅིག་ན་སྤྱི་སྟོང་དགུ་བརྒྱ་བརྒྱད་བརྒྱ་ཆ་གོ་དགུ་བཅུ་ད་པ་ནས་རྒྱ་གར་ལས་ཚང་ཆོག་གི་སང་ཆོག་ཅིག་ཆགས་འདི་ཡོད་ཡིན་ནས་ལས་ད་པ་ནས་ཟླ་བ་ཁ་ཤས་ཅིག་ལ་ཡང་སོ་སོ་ཡིན་ན་སྐྱ་ཕྲེང་ལགས་ད་བཟོ་ད་ད་བར་དུ་ད་ཅིག། བརྒྱ་ཕྲལ་ལག་ཟླ་འདི་མུ་མཐུད་ནས་སྤྲད་འདེད་མཁན་འདྲ་བོ་ཅིག་ཡིན། སོ་སོར་སྤྲད་ན་མ་ཚད་པ། གྲོགས་པོ་གྲོགས་མོ་ཚོ་རེད་ངོ་ཤེས་པ་ཚོ་ཡིན་ན་ལ་ཚོང་འདུས་ནང་ཡིན་ན་རེད་ག་བར་འགྲོ་ན་བརྒྱ་ཕྲལ་ལག་ཟླ་སྤྲད་དགོས་ཡག་ཐོག་ལས་ང་རང་ཡིན་ན་ཤུགས་རྒྱབ་འདེད་མཁན་གྱི་གཅིག་མི་སྣ་འདྲ་བོ་ཅིག་ཡིན། ཁྱེད་ཚང་ད་རེས་ཀྱི་འོས་བླུག་སྟངས་ཀྱི་བརྒྱ་ཆ་དེ་ཧ་ཅང་གི་ཚད་དམའ་པོ་འདྲ་བོ་ཆགས་དུས་ད་ང་ཚོ་བོད་མི་མང་དེ་མའོ་པ་ལ་ཡ་ད་གར་བྱས་སར་སང་སང་འདྲ་བོ་ཐེ་ཚོང་ཟ་དགོས་ཡག་འདྲ་བོ་བོད་རྩ་དོན་ལ་ཡང་དོ་སྣང་སྤྲད་མཁན་དེ་ག་འདྲ་འདྲ་ཆགས་ཡིན་ན་སང་སང་འདྲ་བོ་དེ་འདྲ་བྱེད་དགོས་ཀྱི་འདུག་ཨ། ཁྱེད་ཚང་རྩ་བའི་ཨ་ནི་ད་རེས་མི་མང་པོ་གཅིག་གི་འོས་བླུགས་མི་འདུག་ཨ་དེ་འདྲ་ཡིན་དུས་ང་ཚོ་དཔེ་བློ་ཕམ་བྱེད་དགོས་ཀྱི་རེད་ཞག་ཙམ་ནས་དྲན་ཐུབ་ཀྱི་རེད། ཚོ་བསམ་ཚུལ་དེ་འདྲ་གཅིག་ཡིན། ལགས་སོ་ཆུན་པོ་ལགས།
ཨ་ད་སྤྱི་བཏང་གི་ང་རང་ཚོ་འཛམ་གླིང་ས་ཕྱོགས་གང་སར་བཞུགས་པའི་ད་དམིགས་བསལ་བོད་ནང་གི་ད་ང་རང་ཚོ་བོད་རིགས་སྤུན་ཟླ་དཔེ་མང་པོ་ཞིག

བདག་གིས་གོང་དུ་ཞུས་ཡ་ཁྱེད་རང་གིས་ཞུས་པ་ནང་བཞིན་རེད་གཅིག་སྟོང་དགུ་བརྒྱ་གྱི་གྱ་དགུ་ནི་འདུག་ཟེར་བཙན་བྱོལ་ཕེབས་པ་ཇི་སོང་རེད་བ། སོ་སོའི་ངོས་ནས་ཡ་ད་འདིའི་ཐོག་ལ་ཡ། བོད་ནང་ལ་རང་དབང་མེད་རེད་བ། ཕ་མ་སྤུན་ཆེད་བཞག་ནས་ཚུར་ཕེབས་རྒྱུ་རེད་བ་ལ། ད་དེའི་ནང་མ་གསལ་བས་ད། ཕྱིའི་འཛམ་བུ་གླིང་ནས་ད་བཙན་བྱོལ་ནང་ལ་ཡ་ཕེབས་ཡ་འདུག་གང་ལ་ད། གཅིག། ང་རང་ཚོ་གིས། བོད་རྒྱལ་ཁབ་ཀྱི། རེད་བ། དེའི་ཐོག་ད་ནི་ངའི་བསམ་པ་ལ་ཡ་དོ་ཞིག་དཔེ་བྱས་ན། ཆོས་འཕེལ་ལགས་ཞུས་པ་ནི་དཔེ་ནི་ང་ཚོ་བོད་དེ། རྒྱལ་ཁབ་རང་བཙན་གཙང་མ་ཡིན་པ་ཞིག།

དེའི་ཐོག་ལ་ཞུས་པ་ཡིན་ན་དངོས་གནས་བློ་ཕམ་པོ་ཅིག་སོང་སོང་ངོས་ལེན་དེ་ཅིག་བྱུང་སོང། རྣམ་པ་ཚོ་མཁྱེན་མཁྱེན་རེད་དེ་ས་གནས་ལ་ཡ། ང་ཚོ་མི་བཞི་སྟོང་ལྔ་སྟོང་འཇོན་པའི་སྐད་ཆ་རེད། ཨ་ནི་དེ་བཞི་གསུམ་གྱི་འོས་བསྡུ་ཆ་ཤས་ལེན་མཁན་ཁ་ཚ་ང་མ་གཅིག་སྟོང་བདུན་བརྒྱ་བཅུ་གཉིས་མི་སུ་བྱུང་མ་སོང་བ། དེ་འོས་འདུ་ཁག་ལ་འོས་བླུགས་པའི་སྐབས་ལ་ཡ་མི་གཅིག་སྟོང་ཕལ་ཆེར་ཉི་ཤུ་མ་སུམ་ཅིག་མས་བྱས་ཡོད་མ་རེད། ཁ་ཚ་གོང་དུ་ཉེ་གི་དྲ་རྒྱའི་འདུན་ལམ་དེ་ཡོད་ན་ཡ།

ཆོས་འབྲེལ་ལས་སོང་བ་ཞིག་ཚོང་རེད་མ་འོངས་པ་ལ་ཡ་ད་ང་རང་ཚོ་གི་བཙན་བྱོལ་བོད་མི་སྒྲིག་འཛུགས་ཟེར་ན་འདྲ་འདུག་བཙན་བྱོལ་བོད་གཞུང་ཟེར་ན་འདྲ་འདུག་རེད་བ་ངོ་ནས་ག་འདྲས་གནས་གི་གནས་གི་ཡོད་མེད་ཟེར་རེད་བ་ད་དེ་ཅི་ལ་བློ་འཚབ་ད་ལྟ་ཁྱེད་ལ་བྱུང་བ་ནང་བཞིན་གི་ད་ང་ལ་དེ་ག་རང་བྱུང་བ་རེད་བ་དེ་ག་ནང་བཞིན་གི་རབ་དང་རིམ་པ་ཅིག་ད་མང་པོ་ཅིག་ལ་དེ་འདྲས་ད་ལྟ་བྱུང་ཡོད་རེད་བ། དམིགས་བསལ་གྱིས་ད་ང་ཚོ་བོད་ནང་ལ་ང་རང་ཚོའི་གཞིས་ལུས་སྤུན་ཟླ་ཚོ་ལ་ཡིན་ན་དངོས་གནས་སུམ་ད་ལེ་ཨ་ཁ་སེམས་པ་རེ་རེ་སེམས་པ་བློ་ཕམ་པ་ཅིག་འདི་འདྲ་བྱུང་ཡོད་བསམ་གྱི་འདུག་རེ་བ་ཆོས་འཕེལ་ལ་ང་རེ་བ་བྱས་ན་དེ་ཡོད་འདུག་གང་ལ་ཡ། ད་སྲིད་སྤྱི་གཉིས་ཀྱི་འདིའི་ཐོག་ལ་ཡ། ད་ད་ཆོས་འཕེལ་ལ་གསུང་བ་ནང་བཞིན་རེད་ང་རང། བཅར་འདྲི་ལག་དེབ་ཕུལ་བའི་ཞེས་གསུངས་རོ་བ་ལོ་ད། དེ་ག་ན་སེང་གེ། རྒྱན་ཞིག་ཁྱེར་དོ་ཅེས་གནང་རོ་བ། ཁྱེད་རང་མ་ཟེར་བའི་ཁྱེད་རང་གི་ནང་མི་དང་བཅས་པའི་གྲོགས་པོ་གྲོགས་མོ་ཚང་མ། སོ་སོར་འདྲ་བོ་བྱས་ནས། ད་གར་ཚུར་བ་ར་ང་ཚོ་ད་ལོ་སྲིད་སྤྱི་གཉིས་ཀྱི་ཆེད་དུ་དམིགས་བསལ་གྱི་ད་ང་ཚོ་ངའི་བུ་འདྲ་བོ་བྱས་ནས་ད། ལོ་གཞོན་གཞོན་རེད། རྐང་བཙུགས་ནས་ཆེད་མངགས་ཏུ་མཚན་ལ་ཡ། ས་ཉིན་འོས་བླུགས་ཁ་ཡོང་གོ་གོ་རེད་ཟེར་སྔོན་འགྲོའི་དངོས་གཞི།

ཨེ་ནི་ཡང་དེས་སུ་བློ་ཕོངས་ཆེན་པོ་བྱུང་དགོས་ཡང་རེད་པ་ཆགས་སོང། ལ་རེད་ལ་རེད་ལ་ཆགས་རེད། སོང་དེ་ཚོ་ཐོག་ལ་ཡ་ད་ང་ཚོ་གཅིག་ངོ་ཤེས་པ་དེ་ཚོ་ཕར་སྐད་ཆ་བྲེར་རོགས། ཨེ་ནི་ཁོ་ཚོ་ཐོག་མ་ནས་སེམས་ཤུགས་ག་རེ་ཆགས་འདུག་ཟེར་ན་ད་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་ལ་བྱང་ཨ་རི་ཡིན་ན་རེད་ཡོ་རོབ་ཁུལ་ཡིན་ན་རེད་ད་རྒྱ་བལ་འབྲུག་སོགས་ཡིན་ན་རེད་སྤྱི་འཐུས་ཁ་ཤས་ཀྱིས་ད་ཀྱི་སྤྱི་ཚོགས་ནང་ལ་ལ་གནོང་ལེན་ཡོད་ངེས་མེད་དེ་འདྲ་འདུག་ཨ།

དེ་སོགས་ལས་སྲུང་བྱ་བྱེད་ཀྱི་འདུག་ཨ། ལ་རེ་ལ་རེ། ད་ང་ཚོ་ཕྱི་ལོག་ཡོང་ཡིན་འདུག་ཟེར། རྟ་མང་སྒྲ་རྫི་བོ་ཁང་པ་རྫི་བོ་རྟ་དཔེ་ཆ་ཅན་ཚང་མ་མཐོང་དགོས། བཅའ་ཁྲིམས་ལ་སྤྲད་རོགས་བྱེད་དགོས་མ་རེད་དེ་ང་ལ་རེ་ལ་རེ་དཔེ་ནོར་འཁྲུལ་ཆེན་པོ་ཅིག་མཐོང་དགོས་རེད་བ། ལ་རེ་དེ་ལ་འདྲ་རེ། ཡིན་དུས་ད་རེས་རྩ་ཡི་གའི་འོད་སྡེར་ལྷན་ཁང་གི་འོས་འགྲོ་སྟངས་ཐོག་ལ་མ་འགྲོ་བ་ཡིན་ན་ཡག་པོ་འདྲ་བྱས་སོང། བློ་ས།
ད་ཡིན་ན་ཡིན་དེ་ནོར་ལ་ཅིག་གསུས་ཀྱིས་བློ་ས་སྐྱེ་དགོས་ད་གར་ས་བོད་ཡིག་གི་རེད་འདུག་ཨ། ལར་རེད། བོད་ཀྱི་དངོས་གྲུབ་ཀྱི་འོས་དེ་ཨ་ནི་ད་སྲིད་སྐྱོང་ཡིན་ན་རེད། རྩིས་ཁོང་བཏང་ཚར་རེད་ཟེར་གི་འདུག་དེ་བཏང་ཡིན་ན་ཨ་ནི་ང་ཚོ་ཡང་སྲིད་སྐྱོང་དེ་ག་རེ་ཟེར་ན་བརྒྱ་ཆ་དེ་ཏག་ཏག་འདས་ཡོད་མེད་ཐོག་ལ་ཐེ་ཚོམ་ཟ་ཡ་མི་དམངས་ནང་ལ་བསམ་ཚུལ་མང་པོ་འདུག། ལར་རེད་ལར་རེད།
ད་དེ་དོ་ཡ་དེ་ཀོང་པོའི་སྤེན་པ་ཚེ་རིང་ཁོ་སྲིད་སྐྱོང་ཐོག་གི་ཡོད་རེད་དེ་ཡིན་ནའི་དེ་གར་རྫོགས་པར་མི་མང་གི་ནང་ལོག་ལ་ཡ་བསང་ཚིག་དེ་ལེགས་གི་འདུག་ཨ། ལ་རེ་ད་ལ། བརྒྱ་ཆ་དྲུག་ཅུ་ཟེར་བ་དེ་ག་འདྲ་འདྲ་ཞིག་ཡིན་ན་བོད་ཡིག་གི་དེ་མ་དེ་ཡང་ཡིན་ན་བརྒྱ་ཆ་དྲུག་ཅུ་རག་གི་རེད་བས་ཟེར་མཁན་ད་སྤྱི་ཚོགས་ནང་ཤེས་མཁན་དེ་མང་པོ་བཞུགས་ཀྱི་འདུག་ཨ། ལ་རེ་ལ་རེ་ལ། དེ་ཤེས་མཁན་གཅིག་གཉིས་པ་ལ་ཡ་ད་གཅིག་ང་ཚོ་ཡོ་རོབ་ཁུལ་གྱི་ཡིན་ན་རེད་ཅིག་བྱང་ཨ་རི་ཡིན་ན་རེད་དེ་བ་ནང་ལ་ཡ་ལྐོག་ཟ་རུལ་སུངས་དང་གཅིག

ད། ད་ལྟ་ཆོས་འབེལ་ལ་སོང་བའི་དེ་ག་རང་རེད། སྤྱི་བཏང་གི་ད། སྙན་མ་ང་ལོ་མང་པོ་བྱིས། ཚུ་ཚོ་བོད་ཡུལ་ནང་ལ་ཡི་དེ་བས་ག་ལ་ད་ས་གནས་ཐུ་མིས། དེ་ག་ནང་བཞིན་གྱི་ད་གཞིས་མགོ་རེད་དེ་ག་ནང་བཞིན་གྱི་རྒྱག་བོན་དང་བཅས་པ་ད་ང་ཚོ་མི་མང་གི་བཀོད་སྒོ་རེད་བ། སྤྱི་བཏང་གི་ད་ང་རང་གི་ཤེས་པའི་ཏོག་ནས་བཤད་པ་ཡིན་ན་ད་ག་ས་བོ་རེད་ད།

འོས་དེ་བླུག་ཐང་ཅིག་བསྒྲིགས་མེད་པ་ཞིག་ག་ཚོད་ངོས་དྲ་རྒྱའི་མདུན་ལམ་ནས་ཞུས་པ་རེད་ད་མེད་མ་གཏོགས་མཁྱེན་རྟོགས་ཀྱི་བྱེད་དུ་རུ་བ་ད་ད་ལྟ་རྩ་བའི་འདི་ད་ད་ལྟ་དེ་ག་རང་རེད་ཨ། ང་རང་ཚོ་བཙན་བྱོལ་བོད་མི་ཁྲིག་བཙུགས་ཟེར་ན་འགྲོ་བོད་གཞུང་གི་ད་ད་ལྟ་འོས་བསྡུ་ལྷན་ཁང་གི་ཕྱག་ལས་ཧ་ལས་པ་ཡག་པོ་ཅིག་གནང་ཡོད་རེད་དུས་ཚོད་སྟོང་སྟོང་སྤྱད་ལ་གང་ལྟར་ཁོ་རང་ཚོ་སྐུ་ལས་རབ་ཏུ་རིམ་པ་ཅིག་རུ་བ་སྐོར་སྐྱོད་དུ་སོགས་པ་ད་ད་ག་གནང་བཞིན་གི་ད་མང་པོ་ཞིག་གནང་ཡོད་རེད་དེ་ཡིན་ནས་ད། ཆོས་འཕེལ་ལགས་ལ་ཞུས་དེ་ལ་ད་ལས་མི་མང་པོ་བྱས་ལ་ཡ།

ད་དེ་ཡོད་འདུག་གང་ལ་ཡ། ད་ག་སོང་རེད། སང་ཉིན་གནངས་ཉིན་གལ་སྲིད། ཁྲིམས་ཞིབ་ཁང་གི་དུ་ཆེ་ད་ཞིབ་འཇུག་དུ་བཅད་པ་བྱེད་དེ་ནི་འོས་བསྡུ་ལྷན་ཁང་ལ་ཡ། ད་འོས་བསྡུ་ལྷན་ཁང་གི། ད་ལྟ་གཙོ་བོ་བློ་བཟང་ཡེ་ཤེས་ལགས་བྱེད་པ་ནི་དཔང་རྟགས་དུ་བཅད་པ་མང་པོ་གསུང་གི་འདུག་བ། ད་སང་ཉིན་གནངས་ཉིན་ཁྲིམས་ཞིབ་ཁང་གིས་དེའི་ཐོག་ལ་ཡག་ཐག་ཅིག་གི་ཐག་གཅོད་ཆོད་ཡ་མ་ཅིག་བྱེད་ཁག་བྱས་དེའི་ཐོག་ལས་བློ་བཟང་ཡེ་ཤེས་ལགས་ཀྱིས་དཔང་རྟགས་ཡོད་པ་ཞིག་དཔང་རྟགས་སྟོན་པ་གལ་སྲིད་ད་བོད་ཡུལ་འདི་ད་ཅིག་ཀྱང་མ་སྦིན་རོགས་ཟེར་ན་འདྲ་འདུག་དྲང་པོ་མེད་པ་ཟེར་ན་འདྲ་འདུག་དེ་འདྲའི་སྟོན་པ་འདི་འདོན་པ་ཚད་དེ་ག་རེ་གནང་དགོས་ན་བསམ་པར་ཁྱེད་རང་གིས་དགོངས་ཚུལ་གང་འདྲི་འདུག་ལ་དེའི་ཐོག་ལ་ཡག། ཁྱེད་རང་ད་ལྟའི་བོད་ཀྱི་འོས་དེ་པས་ཐོག་མ་ནི་དང་པོ་ཁོ་རང་ནི

བོད་པའི་སྤྱི་ཚོགས་དེ་ཁེངས་ཚོགས་ཤིག་ཏུ་རང་བཙན་ཐག་གཅོད་པ་དེ་སུ་བེད་དེ་ཁོ་རང་འབོད་སྐྱོང་གཏོང་དེ་མ་ངས་པ་བཟོ་ཡག་གི་ཐོག་ལ་ཡ་ཞི་བོ་ཤུ་རྒྱག་གི་འདུག་ལང་ལོང་ལོང།
ད་ཁ་སི་དེ་ཨ་དྲུག་སི་ཐེ་སྐོར་ལ་ཤེས་ཡོང་དུས་མི་ཚོ་བཙོང་འདྲ་མ་འདྲ་སྤྲད་འོང་གི་འདུག་རྒྱ་བོད་གཉིས་ཀྱི་ཨ་དྲུག་སི་ཐེ་ཏག་ཏག་བཟོ་རུ་སོང་རྒྱ་དང་བོད་གཉིས་ཀ་ཨ་ཁ། ད་ཨ་དྲུག་སི་ཐེ་ནང་མི་གཉིས་ཀྱི་ལས་ཐང་གི་ནོར་ལོག་ལ་ཡ་སྐད་འབོད་རྒྱག་གི་འདུག

ལ་རེ་ལ་རེ་ལ་རེ། ཨ་ནི་གྲོས་ཚོགས་ནང་ལ་དཔུང་སྒྲིག་བྱེད་དགོས། ལ་རེ་ལ་རེ་ལ་རེ། ད་ང་མ་ཅི་ན་ཚང་མ་ཅལ་ཁུག་འདྲ་བོ་ཞིག་འདས་ན་དཔུང་སྒྲིག་དེ་ཡོང་གི་མ་རེད་བ། དེ་ག་དེ་ག། ཁོ་ང་ཚོ་བོད་མི་མང་ལ་ཕན་ཐོགས་ཡ་གི་གྲོས་ཆོད་ག་རེ་ཡིན་ན་གྲོས་གཞི་ག་རེ་གླེང་བ་ན་ཇག་ཆོག་ཟོག་དེ་འདྲ་ཅིག་འགྲོ་བ་ཡིན་ན་འགྲིག་ཟེར་བ། ལ་རེ་ལ་རེ་ལ་རེ།

རང་ཚོ་ལ་རང་བཙན་ནི་རྒྱལ་ཁབ་ནས་ཡོད་མ་རེད། བྱས་ཙང། རྒྱ་མི་གིས་ད་བརྒྱུད་ནས་ད་ལོ་དྲུག་ཅུ་ལྷག་ཕྱིན་ཚར་བ། རེད།
ད་ང་ཚོའི་གི་དྲ་དེ་ནང་འགུལ་མེད་པ་བྱས། གནའ་ལ་རྫུ་གུ་བཙུགས་ཚར་དེ་ཕར་བྱོན་ང་རང་ཚོ་དྲ་བོ་རྒྱ་མ་ལ་ཡ་གཞུང་དེ་ལ་བཙུགས་དགོས་དགོས་རེད་བ། རེད་བ། དེ་ཡོད་འདུག་ག་ནང་འགུལ་དེ་འདྲས་ཞིག་འགྲོ་དེ་ནས་སྔོན་ལ་ཚུན་ང་རང་ཚོ་ད་ད་ལྟ་ཆོས་འཕེལ་ལ་སོང་ནས་མ་འོངས་པ་ལ་སྔོན་ན་བཙན་བྱོལ་བོད་གཞུང་ཟེར་ན་དང་བཙན་བྱོལ་བོད་མི་སྒྲིག་འཛུགས་དེ་གནས་གི་ཨ་ཡོད་བསམ་བསམ་བ། བྱས་ཙང།
སོ་སོའི་དངོས་གནས་འདི་འདྲའི་གི་བློ་ཕམ་འགྲོ་བྱུང་ཟེར་བ། དེ་ཡོད་འདུག་གང་ལ་ཡ། དངོས་གནས། ང་རང་ཚོ་ཚང་མ་ལོ་དོག་རྩེ་གཅིག་སྒྲིལ་བྱེད་དུ་དཔེ་གལ་ཆེན་པོ་རེད་འདུག་བ། ད་ད་ལྟ་ཁྱེད་ཀྱིས་ད་ལྟ་བཀའ་མོལ་གནང་བའི་སྐབས་ལ་ད་ལྟ་ང་རང་ཚོ་སྐུ་ངོ་ཨ་འབྲུག་ཚེ་བརྟན་ལགས་ཀྱིས་ཐོག་གནང་སོང། སོ་སོ་འདྲ་བོ་བྱེད་ན། ང་རང་ཚོ་ཚང་མ་ལོ་ནང་པ་སངས་རྒྱས་ཡི་ཞུ་བོ་རེད། ང་ཚོ་སློབ་གྲྭ་བགྲོད་པའི་སྐབས་ལ་པུའུ་ག་ལ་ཡ། སངས་རྒྱས་ཀྱི་གནམ་ས་རྣམས་དགེ་སློང་བྱེད་ལ་ཡིན་ན་ང་ཚོ་གི་ཚིག་རྩུབ་དང་ཁ་བཏགས་མི་ཉན་ཟེར་འདི་འདྲའི་ཆེད་སོ་སོ་གཅིག

དེ་སོགས་ཅི་བྱས་ཆོག་མིན་ནི་བྱས་ཆོག་མིན་ལའང་འདུས། དེ་གཞུང་ལུགས་སྒྲིག་གཞི་དེ་གར་གར་སྒྲིག་གཞིར་བདེན་ནི། དེ་ག་དེ་ག་དེ་ག།
ད་མི་དགེ་གྲྭ་ཚང་དེ་གར་མི་གར་ཁ་ཕྱེ་ན་ན་བ་ལ་ཁོ་འདས་དགོས་གོ་རེད་བ། རེད་རེད་རེད་རེད། དེ་ནང་བཞིན་རེད་བཀྲ་ཤིས་ལགས། རེད་རེད་རེད། ང་ནི་ད་དུས་ཚོད་ཏག་ཏག་ཡིན་ས་རེད་བ། ད་རེད་ད།
སོ་སོའི་ངོས་ནས་དེ་ག་དེ་ག་རང་རེད་ད་དགེ་སློང་ཟེར་ན་འདོད་འདུག་དགེ་བཤེས་ལྷ་རམས་པ་བཏང་ཚར་རྒྱུ་རེད་བ་དངོས་གནས་ད་ལན་ཁྱེད་ཀྱི་གསུངས་བ་དེ་འབའ་བདེན་རྐྱང་རེད་ང་རང་ཚོ་གཙོ་བོ་དེ་ལ་ཡ་ང་རང་ཚོ་ཚང་མ་ལོ་གཅིག་འཆམ་མཐུན་བྱས་ཏེ་སྤེལ་གལ་ཆེན་པོ་རེད། དེ་ག་ནང་བཞིན་གྱི་ང་རང་ཚོ་བཙན་བྱོལ་བོད་གཞུང་ཟེར་ན་བོད་མི་ཁྲིག་རྫུབ་དེ་དངོས་གནས་ཚད་ལྡན་ཞིག་གནས་དགོས་པ་དང། དེ་ག་ནང་བཞིན་གྱི་སྲིད་སྐྱོང་ཡིན་ན་རེད་སྤྱི་འཐུས་ཡིན་ན་རེད། རེད་བ། ཚང་མ་ལོ་ཡག་པོ་ཅིག་གོ་ཡ་དེ་དམིགས་བསལ་གྱི་ང་རང་ཚོ་རྒྱ་དམར་དྲ་བོ་ལ་ཡ་ཅིག་གི་ཁ་བརྡའི་ལྕགས་ཐུག་གས་སོ་མ་རེད་རྒྱལ་སྤྱིའི་སྡིངས་ཆ་གང་ལ་ཡ་དེ་ནས་ང་རང་ཚོ་ཅིག་གི།

བཙན་བྱོལ་ནང་ལ་རེད་བ། ལ་རེད། ཨ་ནི་མ་འོངས་པ་ལ་ད་ད་ནྡ་ང་ཚོ་ད་ནྡ་སྔ་ས་ནས་གྲ་སྒྲིག་བྱེད་དགོས་གལ་ཆེན་པོ་རེད་དུ་བ། ལ་རེད། ཨ་སི་ཅི་གཉིས་ཀྱི་འོས་བསྡུ་ཐོག་ལ་ཡིན་ན་རེད་གང་ལྟར་གང་ཅིའི་ཐོག་ནས་ཨེ་ང་རང་ཚོ་གི་ནང་ཁུལ་དེ་འཁོན་འཛིན་མེད་པ་བྱེད་དེ་གོང་དུ་བཞུགས་ན་བཞིན་རེད། ཨ་ནི་ད་དམིགས་བསལ་གྱི་ད་ནྡ་ད་ཕྱི་རྒྱལ་ཁག་ལ་དམིགས་བསལ་གྱི་རང་དབང་ཆུན་པོ་རེད་དཔེ་བྱས་ན་དཔྱ་ཁྲལ་མ་ཁྲལ་ལག་ཁྲལ་ལག་དེབ་ཀྱི་དཔྱ་ཁྲལ་མ་ཕུལ་ན་གལ་ཆེ་གནང་ཐུབ་ཀྱི་ཡོད་མ་རེད། ཡིན་ནས་ད་ལྟ་ཀྱི། ལ། ང་ཡི་སྐྱ་ཕྲེང་ལགས་དེ་སྐོར་ངས་ང་སྔོན་མ་དེ་དབང་གི་ནོར་ལོར་བོད་རིགས་ཚོགས་པ་ཆེ་དེ་ནོར་ལ་སྐྱ་ཕྲེང་ལགས་དེ་གི་འགན་འཛིན་བྱས་ཡིན་པ། ལ་རེད་ལ་རེད། ངས་དེ་དབང་ལ་ཡ།
ག་རེ་བྱས་ཡོད་ཟེར་ན། ང་ཚོ་ཕལ་གྱི་སྐྱབས་བཅོལ་ཞོལ་གྱི་དཔེ་ཤ་བསྡུ་རུ་བཅས་བྱ་མྱོང་དངུལ་ལྷག་མ་ཞིག་ཡོད། ལ་རེད་ལ་རེད།
དེ་ངས།
དཔྱ་ཁྲལ་ལག་དེ་མི་ངའི་ཚོར་ཚང་མ་ལ་ངས་དཔྱ་ཁྲལ་ལག་དེ་བཟོ་ཞེས། ཨ་ལེ། དངུལ་དེ་ང་ཚོ་གི་ཨི་ལི་ག་གི་ད་ལྟ་ཐེ་ཝང་ཆུང་བ་ཕེ་གི་ཐེ་ཝང་འདས་ཆོག་ཡ་གི་པགས་སེ་ཞོ་ངས་གི་དུ་རུ་བྱས་ཤག་རོ། ལ་རེ་ལ་དངུལ་རེ། ལྷག་མ་ཐག་མ་དེ་ང་ཚོ་ད་པགས་སེ་རག་རོ། ལ་རེ་ལ་རེ། རག་ས་དེ་ང་ཚོ་དངུལ་ལྷག་མ་བྱོས་རོ། ལ་རེ་ལ་རེ་ལ་རེ། ད་ཏེ།

སྤྱི་བིག་ནོར་ལ་ཕར་བཏང་རྗེས་བོད་གཞུང་ལ་ཕར་སྤྲད། ལ་རེ་ལ་རེ། དེ་ད་ལྟ་དན་ཝང་ལུང་པ་ལ་ཡང་དཔྱ་ཁྲལ་ལག་དེ་མི་ངན་ཚང་མ་ལ་དཔྱ་ཁྲལ་ལག་དེ་ངས་བཟོ་བཞིན་ཡོད། ཆོལ་ཁ་དབྱེ་བ་མེད་པ།
ལོགས་སུ་སྤེལ་ད་མི་ཡིས་ང་ཚོ་སྐྱབས་བཅོལ་ཞུ་དུས་སམ་མི་གི་མིང་ག་རེ་ཡིན་མིན་ཡོང་ཚད་ག་རེ་ཡིན་ཚང་མ་བོད་རུ་འགོ། དེ་མ་ཞུས་ཆོག་ཆོག་ཅེས་ཨ་ནི་སྐལ་བཟང་ལགས་མ་ཞུས་རོགས་ཅེས་རང་བཙན་ལག་དེ་དངུལ་དེ་ངས་ཁྲག་དེ་ཕར་སྤྲད་བཞིན་ཡོད། ལོགས་སུ་ཁྱེད་ཚོ་དེ་འདྲའི་ཐོག་ལ་ཡར་དང་མ་འོངས་པ་ལ་ང་ཚོ་ད་ཅིག་ག་རེ་བཟོ་དགོས་རེད། ལས་འབྲས་ཆེ་ཆུང་ག་རེ་ཡིན་ན་དཔལ་འབྱོར་ཡོད་ངེས་ཚོ་ཡིན་ན་ལ

བཀྲ་ཤིས་ལགས་གུས་ཁང་དང་པོ་ཐུགས་ཆེ། ལགས་སོ་བྱོན་པའི་ལགས་དེ་ནས་ཐུགས་ཆེ་གནང། ཐུགས་ཆེ་གནང། ད་དེ་ག་ད་རིང་དེ་ག་གཙོ་བོ་ད་ལྟ་དེ་བྱོན་པའི་ལགས་ང་ཡི་འདུག་ཅིག་དྲ་རྒྱའི་མདུན་ལམ་འདི་ནས་ཡ་མི་དམངས་རྣམ་པ་ཚོ་ལ་ཡི་ཤག་དགོས་དོན་གཙོ་བོ་དེ་ད་ང་རང་ཚོ་མ་འོངས་པ་ལ་དམིགས་བསལ་གྱི་ད་ད་ཉིས་སྟོང་ཉིས་གསུམ་སོང་ཤིག་ཟེར་བར་བ་ཡང་བརྒྱ་བྱང་སེ་གཅིག་གཉིས་གནས་ཡོང་འདུག་ག་ད་ད་ནས་ང་རང་ཚོ་དམིགས་བསལ་གྱི་ཕྱི་རྒྱལ་ལ་ཡོད་པའི་ད་རྒྱ་བལ་འབྲུག་བསམ་གྱི་ནང་ལོགས་ལ་དཔྱ་ཁྲལ་ལག་དེབ་མ་ཕུལ་ན་འོ་ན་ཅིག་ཏག་ཏག་ཞིག་དེ་དགོས་ཡོད་མ་རེད་སྙམ། ཅིག་ཕུལ་དང་ཕུལ་བཞིན་པ་རེད་རེ་བ་བར་ན་བར་མི་མང་ཚོ་ཞུ་ཡ་གས་མེད། ད་དམིགས་བསལ་གྱི་རང་དབང་ལུང་པ་ད་ཨ་རི་ཀན་ན་ཀྲ་ཡུ་རོབ་ཁུལ་དང་ད་ཨོ་སྟྲེ་ལ་གཙོས་པ་ད་ག་བ་ག་ཚ་ལ་མང་པོ་བྱོས་རེད་གཞོན་སྐྱེས་འདི་ན་ཞིག་མང་པོ་ཞིག་ཕེ་ཡ་ཡོང་དགོས་རེད་རེ་བ་ལོ་ན་བཅོ་བརྒྱད་སོན་ཡང་ད་ལོ་རེད་ད་ལོ་རེད་དེ་ཨིན་དུ་ག་ལ་ཡ། ད་ཆོན་པེ་ལ་ད་ང་ཚོ་གཉིས་ངོས་ན་ཡ།

འོས་བསྡུའི་བྱེད་སྒོ་ལ་ཚོགས་ཆུང་གི་ཆ་ཤས་སྤོ་བོ་མཐོན་པོ་ངོས་ནས་ལས་མཐོའི་བྱེད་རོལ་བ་འགན་མཚམས་དེ་ལ་ཡབ་པའི་གྲལ་ལ་ཚུབ་ཚུབ་ཇི་མོ་གོ་ཐོག་ཉེར་བ་ལོ་རེར་ལོ་རེར་ཅིག་ཕུལ་ཐུབ་པ་ཡིན་ན་ཏན་ཏན་མ་འོངས་པ་ལ་ཉིས་སྟོང་གསུམ་སོ་གཅིག་ག་ལ་ཡ་དེབ་སྐྱེལ་བྱེད་ན་རེད་དེ་ག་ན་བྱེད་དཔྱ་ཁྲལ་ལ་དེབ་གྲལ་ལ་ཚུབ་ཚུབ་ཇི་མོ་གོ་ཐོག་ཉེར་བ་དེབ་སྐྱེལ་ལ་དངུལ་འབུལ།

མིག་སེར་དཔེ་གལ་ཆེན་པོ་རེད་བཙན་བྱོལ་བོད་མིའི་སྒྲིག་འཛུགས་གནས་སྐོར་དེ་དཔེ་གལ་ཆེན་པོ་རེད་རེད་བ། དེ་ཡིན་དུས་གང་ལ་ཡ། ཨ་ནི་ཐ་མ་དེ་ལ་ཡ་ཨ་ནི་བཀྲ་ཤིས་དེ་ལས་བར་བས་ཆོས་དེ་ལ་ཕུལ་ཆད་ན།